བོད་ཀྱི་བང་ཆེན་གྱི་གྲྭ་ཁམས་སེང་གེ་ལྷན་རྒྱས་སྐུ་ཁམས་བཟང། གཤམ་ལ་གུ་མོའི་ཁྱེད་རྣམ་པའི་སྙན་ལམ་དུ་བོད་ཀྱི་བང་ཆེན་གསར་ཤོག་ཅིག་དོན་ཐེངས་གཅིག་སྟོང་གྱ་མེད་ཉི་ཤུ་རྩ་དགུ་པའི་ཆེད་སྤྱོད་སྙན་སྒྲོན་ཞུ་རྒྱུ་ཡིན། འཁྲུག་རེ་འདོད་པའི་ལ་གཅིག་འོས་བསྡུ། ལ་དྭགས་ནི་བོད་དང་ས་མཚམས་ཉེ་ཤོས་བྲལ་དང་གནམ་གཤིས་གྲང་ཞིང་སྐམ་ཤས་ཆེ་བའི་ས་ཆ་ཞིག་ཡིན་ཞིང། ས་ཆ་དེར་གནས་སྡོད་བྱེད་མཁན་གྱི་བོད་མི་སྐྱབས་བཅོལ་བ་མང་ཤོས་ནི་སྟོད་མངའ་རིས་སྐོར་གསུམ་ནས་ཡིན། ལ་དྭགས་ནི་དེང་སྐབས་རྒྱ་གར་རྒྱལ་ཁབ་ཆེན་པོའི་མངའ་ཁོངས་སུ་ཡོད་པ་ལས། སྐད་ཡིག་དང་རིག་གནས་ཡུལ་སྲོལ་གོམས་གཤིས་ཆོས་ལུགས་དད་མོས་རིན་ཐང་གི་ལྟ་བ་སོགས། ཕྱོགས་ཡོངས་ནས་བོད་པ་དང་གཅིག་པ་ཡིན། གནའ་དུས་སུ་ལ་དྭགས་ཀྱི་ས་ཆ་ཁག་ནས་བོད་རྒྱའི་དགོན་སྡེ་ཁག་ཏུ་སློབ་གཉེར་གནང་མཁན་མང་པོ་བྱུང་མྱོང་ལ། བཙན་བྱོལ་ནང་དུའང་དེ་མཚུངས་བཞིན་ཡོད་པས། ཉེ་བའི་དུས་སུ་དགའ་ལྡན་ཁྲི་ཐོག་གྱ་དང་གཉིས་པ་རི་རྫོང་སེ་འཕྲུལ་རིན་པོ་ཆེ་ཡང་ལ་དྭགས་སུ་འཁྲུངས་པ་ཞིག་ཡིན། ལ་དྭགས་ནི་བོད་དང་དམིགས་བསལ་འབྲེལ་བ་ཆེ་བ་ལས་ལ་དྭགས་ཀྱི་གྱ་ས་ལའི་ཐང་བྱང་ཐང་བཅས་སུ་བོད་མི་གནས་སྡོད་བྱེད་མཁན་བཙན་བྱོལ་བོད་མི་གཞིས་ཆགས་ཁག་ནས་མི་འབོར་མང་བའི་གྲས་ཤིག་ཏུ་གྱུར་ཡོད། བཙན་བྱོལ་བོད་མི་བཅའ་ཁྲིམས་ཀྱི་དགོངས་དོན་བཞིན་གཞིས་ཆགས་ཁག་གི་ས་གནས་འགོ་འཛིན་འོས་འདེམས་བྱེད་ཐུབ་དགོས་པ་ཞིག་ཡིན་ཡང། ད་བར་ལ་དྭགས་དང་རྡ་རམ་ས་ལ་སོགས་ས་གནས་ཉུང་ཤས་ཤིག་ལས། ས་གནས་ནས་འོས་འདེམས་བྱེད་ཐུབ་མེད། ལ་ཕྱི་ལས་ཐོག་པ་སྤྱི་ཟུར་དོན་གྲུབ་བཀྲ་ཤིས་ཀྱིས་ཐེངས་གསུམ་ལ་ཕྱིའི་འགན་འཁུར་ཡོད་པ་དང། སྐབས་དེར་དབུས་གཙང་སྤྱི་འཐུས་ཡིན་བཞིན་དུ་དགོངས་པ་ཞུས་ནས་ལ་དྭགས་སྤྱི་ཁྱབ་བམ་ས་གནས་འགོ་འཛིན་གྱི་འགན་འཁུར་བ་རེད། ལོ་འདིར་འོས་བསྡུའི་ཁྲོད་ལ་ཆེ་ལས་ཐོག་དོན་གྲུབ་བཀྲ་ཤིས་དང། ལ་ཆེ་ལས་ཁུངས་ཀྱི་ལས་བྱེད་བཀྲ་ཤིས་དོན་གྲུབ། ས་འཐུས་ཚོགས་གཙོ་དོན་གྲུབ་ཚེ་རིང་བཅས་ལ་ཆེའི་འོས་མིར་ལངས་ནས་ཁྱབ་སྐྱོར་བ་དང་འོས་མི་རྣམས་ཀྱི་ས་གནས་སུ་སྲིད་སྐྱོང་འོས་བསྡུ་ལས་ཀྱང་ལྷག་པ་ལྟ་བུས་ཁྱབ་བསྒྲགས་དང་འགྲན་བསྡུར་གྱི་རྣམ་པ་ཤུགས་ཆེ་བྱས་པས། ལ་ཆེ་ལས་ཐོག་སྤྱི་ཟུར་དོན་གྲུབ་བཀྲ་ཤིས་སྐབས་དེར་དངོས་གཞིའི་འོས་གཞིར་ཡང་ཚུད་ཐུབ་མི་འདུག། ལ་སྤྱི་ཡི་དངོས་གཞིའི་འོས་གཞིའི་བཀྲ་ཤིས་དོན་གྲུབ་དང་དོན་གྲུབ་ཚེ་རིང་གཉིས་སླེབས་པ་དང། ལ་སྤྱི་ལས་ཐོག་སྤྱི་ཟུར་དོན་གྲུབ་བཀྲ་ཤིས་ཀྱིས་ནོ་སྦེལ་ཞི་བདེ་གཟེངས་རྟགས་ཀྱི་གཞུང་འབྲེལ་མཛད་སྒོའི་ཐོག་མི་མང་དུས་འཛོམས་སར་ལ་སྤྱི་ཡི་འོས་གཞིའི་དོན་གྲུབ་ཚེ་རིང་གར་ལ་གྱེས་ཀ་ཐུབ་ཅེས་རྒྱབ་སྐྱོར་གྱི་གཏམ་བཤད་བྱས་པར་བརྟེན། ས་གནས་འོས་བསྡུའི་ཚོགས་ཆུང་ནས་ལ་སྤྱི་དོན་གྲུབ་བཀྲ་ཤིས་ལགས་སྐབས་དེར་འདེམས་བྱེད་ཀྱི་ཐོབ་ཐང་འཕྲོག་ཡོད་འདུག། འོས་བསྡུའི་ཚོགས་ཆུང་གི་ཚོགས་མི་ཞིག་ནས་དེ་ཡི་སྐོར་ཐག་གཅོད་བྱེད་སྟངས་མི་སྒེར་ལ་བཤད་པ་ཞིག་སྤྱི་ཚོགས་དྲ་ལམ་དུ་ཁྱབ་ནས་འོས་བསྡུའི་ཚོགས་མི་དེས། སྐབས་འདིའི་འོས་ཤོག་གྲངས་བཤེར་སྐབས་མཉམ་ཞུགས་མི་ཆོག་པ་བཟོས་འདུག་གང་ལྟར་མཐའ་མ་མི་དམངས་ཀྱིས་འོས་བསྡུ་བྱས་པ་བརྒྱུད་བཀྲ་ཤིས་དོན་གྲུབ་ལགས་འོས་གྲངས་དགུ་བརྒྱ་བཅུ་གཉིས་རག་ནས་ལ་གཅིག་སྐབས་ཉི་ས་གསུམ་པའི་གྱེས་ཀ་ཐོབ་ཡོད་འདུག་ལ་དོན་གྲུབ་ཚེ་རིང་ལགས་འོས་གྲངས་གྱེས་ཀ་ལྔ་བཅུ་ང་བཞི་རག་ནས་ཁོང་གཉིས་བར་འོས་གྲངས་ལྔ་བཅུ་ང་བརྒྱད་མ་གཏོགས་བར་ཁྱད་བྱུང་མེད། སྐབས་དེར་ལྷ་རྗེའི་འོས་བསྡུའི་སྐབས་འོས་འཕེན་པ་མི་གྲངས་གཅིག་སྟོང་བདུན་བརྒྱ་དྲུག་ཅུ་རེ་དྲུག་བྱུང་ཡོད་པའི་ནང་ནས་འོས་ཤོག་རྩིས་མེད་གྲངས་དགུ་ཙམ་བྱུང་འདུག་གང་ལྟར་ལ་དྭགས་ནི་གནམ་གཤིས་ཧ་ཅང་གྲང་བས་མི་མང་པོ་ཞིག་ས་ཆ་དྲོ་ས་ཁག་ཏུ་འགྲོ་བ་དང། དགུན་རྫོང་གི་དུས་ཚོད་ཡིན་ནའང་ས་གནས་མི་མང་པོ་ཀྱིས་དོ་སྣང་ཆེན་པོ་འདི་ལྟ་བུ་ཞིག་བྱས་པ་ནི་བཙན་བྱོལ་བོད་མི་མང་གཙོའི་འཕེལ་རིམ་གསར་པ་ཞིག་ཏུ་གྱུར་ཡོད། འོས་བསྡུའི་སྐབས་འགྲན་བསྡུར་གྱི་རྣམ་པ་ཆེན་པོ་ཡོད་པ་ནི་མང་གཙོའི་ལམ་ལུགས་ཀྱི་གསོན་ཤུགས་ཤིག་ཏུ་ངོས་འཛིན་བྱས་ཆོག་རྡ་རམ་ས་ལ་ནི་ས་གནས་འགོས་འཛིན་ས་གནས་མི་མང་གིས་འོས་བསྡུ་བྱེད་བཞིན་ཡོད་ཀྱང་ལ་དྭགས་ལྟ་བུ་ས་གནས་མི་མང་གི་ངོས་ནས་དོ་སྣང་ཆེན་པོ་དེ་ཙམ་བྱས་ཐུབ་ཀྱི་མེད། མང་གཙོའི་ལམ་ལུགས་བརྟན་པོ་ཞིག་དགོས་ན་གཞི་རིམ་ནས་འགོ་བཙུགས་དགོས་པ་དེ་གལ་ཆེ་ཤོས་ཡིན། མ་འོངས་པར་ལ་དྭགས་ལ་མིག་དཔེ་བལྟ་ནས་བཙན་བྱོལ་བོད་མི་གཞིས་ཆགས་ཁག་ཏུ་ས་གནས་འགོས་འཛིན་འོས་བསྡུ་བྱེད་ཐུབ་ན་དགེ་མཚན་ཆེ། མདོར་ན་ས་གནས་སྒོས་འཛིན་ས་གནས་ནས་འོས་བསྡུ་ཐུབ་ན་ས་གནས་ལ་གུ་ང་དང་ཤ་ཞེན་ཡོད་པ། ས་གནས་མི་མང་ལ་མ་བརྟེན་པར་རང་ཉིད་ས་གནས་སྒོས་འཛིན་ཆགས་ཐབས་མེད་པས་མི་མང་གི་ཆེད་དུ་ལས་ཀ་མང་བ་བྱེད་ངེས་རེད། ས་གནས་རེ་ཟུང་གིས་ས་གནས་སྒོས་འཛིན་མི་མང་གིས་འོས་འདེམས་བྱས་ན་བོད་མི་ཁྲི་ཚོ་དབུས་ནས་རོགས་སྐྱོར་རག་པ་ནུས་པ་ཐོན་དཀའ་བའི་བསམ་ཚུལ་ཡོད་ཀྱང། ད་བར་ས་གནས་སྒོས་འཛིན་ས་གནས་ནས་བདམས་པ་དག་ལ་དབུས་ནས་ཆེ་མཐོང་མང་བ་སྤྲད་པ་ལས་ས་གནས་ལ་གོ་བའི་རོགས་སྐྱོར་དམིགས་བསལ་མ་རག་པ་དེ་འདྲ་གཏན་ནས་བྱུང་མྱོང་མེད། ས་གནས་ལ་མཚོན་ན་ནུས་པ་ཡོད་པའི་མི་སྣ་གསོ་སྐྱོང་དང་བེད་སྤྱོད་ཐུབ་པའི་དགེ་མཚན་ཆེན་པོ་ཡོད་ལ། དབུས་ལ་མཚོན་ན་གཞུང་དགོན་ལས་བྱེད་མང་པོ་གཏོང་མ་དགོས་ན་མ་འོངས་པར་ཕྱོགས་གང་ཐད་ནས་འགྲོ་སོང་ཉུང་འཕྲི་དང་ཕུགས་བརྟན་ཅན་དུ་འགྱུར་ཐུབ་པས་ས་གནས་རྒོལ་འཛིན་འོས་བསྡུ་བྱས་ཐུབ་ན། དབུས་ས་གཉིས་ལ་ཕན་ཐོགས་ཆེན་པོ་ཡོད།